དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་གཅིག་བརྒྱད་བཞི་བཞི་བདུན་བོད་ཟླ་བཅུ་པའི་ཚེས་པ་ཉུལ་ཚེས་ལྔ་དང། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ལོའི་ཕྱི་ཟླ་བཅུ་གཉིས་པའི་ཚེས་པ་བཅུ་རེ་གཟའ་ཕུར་བུ་རེད། ལེ་ཚན་འདི་གནམ་འོག་གི་སེམས་རྒྱུད་ཚན་པའི་ལེ་ཚན་སྤྱིའི་འདོན་ཐེངས་ཉིས་བརྒྱ་བདུན་ཅུ་དང། བརྙན་འཕྲིན་ལེ་ཚན་བརྒྱ་དང་ཉི་ཤུ་རྩ་དྲུག་པ་དེ་རེད། ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་འཛམ་གླིང་འགྲོ་བ་མིའི་ཐོབ་ཐང་གི་ཉིན་མོ་འདི་ནི། ད་ལོ་དམིགས་བསལ་དགའ་ལྡན་ལྔ་མཆོད་ཆེན་མོའི་དུས་ཆེན་དང་སྟབས་གཅིག་ཏུ་འཁེལ་ཡོད། འདི་ག་གནམ་འོག་གི་གསར་འགྱུར་ཚན་པའི་འཆར་ཅན་ལས་རབ་ན་བོད་ཀྱི་བླ་ན་མེད་པའི་ཆོས་ཀྱི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་དང་ནོ་བེལ་ཞི་བདེའི་གཟེངས་རྟགས་བཞེས་པའི་ཉིན་མོ་གཉིས་ལ། ལོ་ལྟར་ཆགས་མེད་ཀྱིས་འཚམས་འདྲི་འབུལ་བཞིན་ཡོད་པ་ལྟར། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ལོ་འདི་ཡང་དམིགས་བསལ་བྱས་ནས། བོད་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་བླ་ན་མེད་པ་སྲིད་སྐྱོང་མི་རོན་པ་མཁས་དབང་བློ་བཟང་སེང་གེ་མཆོག་ནས་དབུས་ཁྲིད་པའི་བོད་གཞུང་བཀའ་ཤག་གིས། ཕྱི་ལོ་ཉིས་སྟོང་བརྒྱད་མའི་ཉི་ཤུ་ལོ་འདི་བཞིན། ྋགོང་ས་ཡེ་ཤེས་ནོར་བུ་མཆོག་ལ་བཀའ་དྲིན་རྗེས་དྲན་གྱི་སྲུང་བརྩི་ཞུ་རྒྱུའི་ལོ་གཅིག་ལ་གཏན་འབེབས་གསལ་བསྒྲགས་གནང་ཟིན་པ་ལྟར། འདི་ག་གསེར་ལས་ཚན་པས་ཀྱང་བཀའ་དྲིན་རྗེས་དྲན་གྱི་དམིགས་བསལ་ལས་རིམ་ཞིག་ཀྱང་སྤེལ་ཟིན་པ་ཡིན། ྋགོང་ས་མཆོག་ནས་ནོ་བེལ་ཤེས་ལྡན་གཟེངས་རྟགས་འབུལ་བཞེས་མཛད་དེ་མི་ལོ་སུམ་ཅུ་སོ་གཅིག་འཁོར་བའི་དུས་དྲན་སྲུང་བརྩི་འཚམས་འདྲི་འབུལ་བའི་ལས་རམ་འདིའི་ཁུངས་སུ། ཨ་རི་ནིའུ་ཡོག་ཏུ་རྟེན་གཞི་བྱས་པ། བཙན་བྱོལ་ནང་གི་གཞི་མ་གྲགས་ཅན་བསྟན་འཛིན་ཀུན་བཟང། དྲ་མིང་ལ་ཀྲི་ཀྲི་ཟླ་སྒྲོན་ལགས་ནས་གཏོང་གནང་བའི་གཞས་གསར་པ་དེ། དེ་རིང་ནི་དྲ་ལམ་དུ་ཐོན་འགོ་ཚུགས་ཟིན་པའི་བཀྲ་ཤིས་བདེ་ལེགས་དང་སྦྲགས་ངོ་སྤྲོད་ཅན་པོ་ཞུ་གི་ཡིན། གཞས་མ་བསྟན་འཛིན་ཀུན་བཟང་ལགས་ནི་རྒྱ་གར་ལྷོ་ཕྱོགས་ཧུན་སུར་ཞེས་བྱ་སུ་སྐྱེས་པ་དང་ཆུང་དུས་ནས་གཞས་སྣ་སྦྱོང་འདོད་ཆེན་པོ་ཡོད་ཀྱང། རང་གི་རྨོ་མོ་གཡུ་སྒྲོན་ལགས་ནས་གཞས་སྣ་སློབ་སྦྱོང་གཙོ་བོ་བྱས་པ་མ་ཡིན་པར་གཙོ་བོ་སློབ་གྲྭ་འགྲིམས་ནས་གཞས་སྣ་ཁག་གསོ་སྦྱོང་བྱས་ན་ཡག་པོ་ཡོང་བར་ལམ་སྟོན་གནང་པ་ལྟར། མོ་རང་ནས་སློབ་སྦྱོང་གི་གོ་སྐབས་ཡག་པོ་རག་ཡོད་པ་མ་ཟད། གཞས་སྣ་ཚུར་སྦྱོང་བྱས་ནས་ཕན་ཐོགས་ཆེན་པོ་བྱུང་ཞེས་ཀྱི་དགའ་སྤྲོ་ཆེན་པོས་འདི་ག་ས་ལའི་ཚན་པར་ངོ་སྤྲོད་གནང་བྱུང་གཤམ་དུ་གཞས་མ་ཁོང་གི་ཤེས་བདེའི་གཟེངས་རྟགས་ཀྱི་འཚམས་འདྲི་དང་སྦྲགས་གཞས་གསར་པ་དེ་དབུ་འབྱེད་ངོ་སྤྲོད་ཞུ་གི་ཡིན། ལྷན་རྒྱས་སྐུ་ཁམས་བཟང། ང་གཞས་མ་བསྟན་འཛིན་ཀུན་བཟང་ཡིན། ཨ་མཐིལ་ང་ཚོ་ཕྱི་ནང་གོང་ས་སྐྱབས་མགྱོད་ཆེན་པོ་ཁོང་ལ་ནོ་བེལ་ཞི་བའི་གཟེངས་རྟགས་བཞེས་ནས་ལོ་ངོ་གསུམ་སོ་གཅིག་འཁོར་བའི་གི་དུས་ཆེན་གྱི་ཉིན་མོ་དེ་ལ་གུས་མོས་ངས་འཚམས་འདྲི་བཀྲ་ཤིས་ལེ་ཞུ་རྒྱུ་ཡིན།
དེ་རིང་ང་ཚོའི་དམིགས་བསལ་ལས་རིམ་འདིའི་ནང། བོད་གཞུང་གི་ལས་བྱེད་རྙིང་པ་བསྟན་འཛིན་ཀོང་ཚ་ལགས་གདན་འདྲེན་ཞུས་ཡོད། བསྟན་འཛིན་ཀོང་ཚ་ལགས་ནི། བལ་ཡུལ་དུ་སྐྱེས་པ་དང་ཁོང་གི་ཕ་ཡུལ་ནི་ད་ལྟའི་ཆར་དབུས་གཙང་ཐང་པ་ཆུས་ཀྱི་ཆོལ་ཁའི་ཁུངས། ལ་སྟོད་ཤེལ་དཀར་ཀོང་ཚ་ནས་ཡིན་འདུག་ལ། ཆུང་དུས། རྡོ་རྗེ་གླིང་སོགས་ནས་གཞི་རིམ་སློབ་ར་ཁག་རིམ་པས་ཐོན། རྒྱ་གར་ནང་ཅན་དི་གྷར་མཐོ་སློབ་ཐོན་རྗེས་བོད་གཞུང་དཔལ་འབྱོར་ལས་ཁུངས་སུ་ཕྱག་ལས་གནང་བ་དང། ཨ་རིའི་ནང་ལོ་གཉིས་རིང་སློབ་སྦྱོང་གནང་ནས་ཡང་བསྐྱར་རྒྱ་གར་དུ་ལོག་སྟེ་དཔལ་འབྱོར་ལས་ཁུངས་ལ་ཕྱག་ལས་མུ་མཐུད་གནང་ཞག་དེའི་རྗེས་སུ་ཨ་རི་ནིའུ་ཡོག་ཏུ་ལོ་མང་རིང་ནིའུ་ཡོག་མངའ་སྡེའི་ཁྲིམས་ཁང་དང་ཕྱི་མི་གནས་པོ Immigration ཁྲིམས་ཁང་གཉིས་ལ་ལོ་མང་རིང་ཕྱག་ལས་གནང་བ་མ་ཟད་ད་ལྟ་ཡང་མུ་མཐུད་ཕྱག་ལས་གནང་བཞིན་པ་རེད་འདུག། བསྟན་འཛིན་ཀུན་བཟང་ལགས་བཀྲ་ཤིས་བདེ་ལེགས། འདི་ག་གནམ་འོག་གི་སེམས་རྒྱུད་ཚན་པའི་སྡིངས་ཆར་ཕེབས་པ་འཚམས་འདྲི་ཡོད། སྐབས་དེ་དུས་ཁྱེད་རང་གཞུང་འབྲེལ་ཕྱག་ལས་གནང་བཞིན་པ་ལས་བྱེད་རྙིང་པ་ཞིག་ཡིན་ཙང། ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་ལ་ཡང་གོང་ས་མཆོག་ནས་ནོ་བེལ་ཞི་བདེ་གཟེངས་རྟགས་བཞེས་པ་སྐབས་དེ་དུས། ཁྱེད་རང་ག་པ་བཞུགས་ཡོད་ན། ཁྱེད་རང་ལ་ཐུགས་ཚོར་ག་རེ་བྱུང་སོང། སྐབས་དེ་དུས་གཞུང་འབྲེལ་ཐོག་ནས་དམིགས་བསལ་དགའ་བསུའི་རྣམ་པ་འདྲ་བོ་ག་རེ་བཏང་མྱངས་སོང་ལ། ཨོ་རྒྱལ་སྟེ་ལེགས། ལྷོ་བ་ལགས། ཨ་ནི། ཁྱེད་རང་གི།

དེབ་སྐྱེལ་ཞུས་རྗེས་བཀའ་བསྡམས་དབུ་འཛུགས་ཞུས་རྗེས་ལོ་ཉི་ཤུ་རྩ་ལྔ་ཧྲིལ་པོ་འཁོར་བ་རེད། ནས་ཐོག་མ་དབུ་འཛུགས་ཞུས་ཡ་དང་དེབ་སྐྱེལ་ཞུས་ཡ་སྦྱོར་བ་ལ་དེ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་བཞི་རེད་བཞག། ནས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་དགུ་ཕྱི་ཟླ་བཅུ་པའི་ཚེས་གཉིས་ནས་ལྔ་བར་ལ་ཡ། ནས་ལོ་ཉི་ཤུ་རྩ་ལྔ་འཁོར་བའི་གི

ལེ་སི་ཏན་ཙུ་ཀུང་ཙཱ་ལགས། དེ་སྔ་བོད་ནང་ལོགས་ལ་བོད་ཀྱི་ཆབ་སྲིད་ཀྱི་ལམ་ལུགས་རྙིང་པ། བཀས་བཀོད་རྒྱུད་འཛིན་གྱི་ལམ་ལུགས་དེ་ནི། བོད་རྒྱལ་ཁབ་དེ་ཤོར་བར་བ་བྱས་ཙང། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་རྒྱ་གར་ནང་སྐྱབས་བཅོལ་ལ་ཕེབས་ནས། གསར་བརྗེའི་སེར་སྣ་འདྲ། དེང་སང་འཛམ་གླིང་གི་གནས་སྟངས་ལ་དཔག་པའི་ཕྱག་ལས་གཙོ་བོ་དེ། ག་རེ་འདྲ་ཅིག་གནང་ཡོད་ན་ལའོ།

དགུ་བའི་ཚེས་གཉིས་ལས་ཡང་ཨ་ནི་མ་དམངས་ཚོགས་གསོལ་རའི་ནང་པར་བ་ད་ལྟའི་འཛམ་བུ་གླིང་གཞན་དང་མ་འདྲ་བའི་གི་ཨ་ནི་ཁྱད་པར་ཅན་གི་ཨ་ནི་གང་དག་ཅིག་དུས་རྒྱུན་གྱི་རེད་གང་དག་བོད་བོད་མི་དམངས་ལས་ཡང་ཨ་ནི་ཁ་ཚོ་ར་དམངས་ཚོགས་མ་གསོལ་རའི་ནང་པ་དེ་བྱས་ཨ་ནི་དེ་ནི་ཆིག་སྟོང་ཕེ་ཆེན་ཉིས་སྟོང་རེ་གོང་དང་ཉིས་སྟོང་བཅུ་བཞི་ལོ་ལས་ཡང་ཨ་ནི་ཁོང་ཚོ་ཕྱོགས་གི་ཨ་ནི་སྲིད་གི་སྐུ་དབང་ཆ་ཚང་ཨ་ནི་ཅིག་མི་དམངས་ནས་འདེམས་བྱ་བའི་གང་དག

ལག་ལེན་དུ་འཁེལ་དགོས་ཡ་དེ་ནི་གལ་ཆེན་པོ་ཞིག་རག་རེད་ཅེས་རེད་ད། ངས་གང་འདྲ་ཡ་ཞུས་དགོས་ཡ་དེ། ང་རང་བསམ་ཚུལ་འབྱོར་བ་ནི་དེ་དེ་ནི་རང་ཡིན་ཨ་ནི་ཐུགས་རྗེ་ཆེ་ཞུ་ངེས་ཡིན་ལགས། ལེགས་སེ།
བསྟན་འཛིན་ཀུན་བཟང་ལགས་ནས་དུས་དྲན་དང་འབྲེལ་བའི་ངོ་སྤྲོད་དང་ལན་འདེབས་གསལ་པོ་གནང་བར་བཀའ་དྲིན་ཆེ། ལས་རབས་མུ་མཐུད་འགྲོ་གི་ཡིན། ཁེ་ན་ཏྲེ་གྲོང་ཁྱེར་ཀྲོ་རན་ཁྲུང་ནང་བཞུགས་པ། ས་གནས་གཞོན་ནུའི་ཚོགས་གཙོ་གསོལ་པ་དང། ད་ལྟའི་ས་གནས་གཞོན་ནུའི་ཚོགས་གཞོན་ལས་ཐོག།

ང་རང་ཚོ་གི་སེམས་ཁ་ནི་ཕྱུག་པོ་མ་ལགས་བ་བྱས་སེམས་པ་ནི་ཕྱུག་པོ་མ་ས་བ་བྱས་གང་ཐུབ་ཐུབ་ང་ཚོ་གི་ལག་ལེན་བཏང་ཐུབ་ལག་ལེན་བཏང་ཐུབ་ན་ཡག་པོ་འདུག་བསམ་གྱི་འདུག་སོ Especially འདི་ཉིན་མོ་དེ་ལ་ང་རང་ཚོ་གི་ད་གང་ཐུབ་ཐུབ་ང་ཚོ་གི་བོད་པོའི་སྤྱི་ཚོགས་ནང་ལ་ཕྱུག་པོ་ཅིག་མེད་བ་བྱས་ཕྱི་ལོག་གི་མི་རིགས་གཞན་པ་མཉམ་དུ་ང་ཚོ་ག་འདི་ཞིག་ནི་འབྲེལ་བ་བྱས་ནི་འདི་ཉིན་མོ་དེ་གལ་ཆེན་པོ་ཡག་ག་ཅིག་བཟོ་ཐུབ་ཀི་རེད་ལ་ནི

ད་འོང་དུ་ན་ཞིག་ཉིས་སྟོང་ཉིས་སྟོང་བཅོ་གསུམ་ལའང་གཞོན་ནུ་གྱི་མི་དམངས་ཀྱི་འདམ་ནི་གཞོན་ནུ་གྱི་རྒྱུ་ལས་ཆ་ཨ་ནི་གཞོན་ནུ་གྱི་ཚོགས་གཙོ་བྱེད་ཡ་གྱི་གོ་སྐབས་རགས་སོ་ཨ་ནི་འོང་དུ་འདུག་སྐབས་སུ་ངེད་ཀྱི་ཁྲོ་ཨ་ཁྲོ་ན་ལ་ག་རི་གཅིག་ཡག་པོ་ཆི་ཐུགས་ལ་འདུག་སྐབས་སུ་ང་ཚོ་གི་འོང་དུ་འདུག་ཟ་ཁང་པགས་དེ་ལ་ན་ད་ཁྲོ་ཨ་ཁྲོ་ལ་བོད་པ་ཟ་ཁང་འོང་དུ་འདུག་རྒས་དགུ་ཞོས་རེད་འོང་དེ་ཚོ་ནང་ནས་ང་རང་ཚོ་གི

ཐེངས་འདིའི་གནམ་འོག་གི་སེམས་རྒྱུད་ཚན་པའི་ཞི་བདེ་གཟེངས་རྟགས་ཀྱི་འཚམས་འདྲིའི་ལེ་ཚན་ངོ་སྤྲོད་ཞུ་ཚགས། འདི་ག་གནམ་འོག་གི་སེམས་རྒྱུད་ཚན་པའི་དྲ་རྒྱའི་ཁ་བྱང་ནི www dot democracy of tibet dot net རེད། ཐེངས་རྗེས་མའི་ལེ་ཚན་ནང་བསྐྱར་འདོན་བྱས་ཡོང། བཀྲ་ཤིས་བདེ་ལེགས།